འཛིན་གྲྭ་དྲུག་པའི་སློབ་ཕྲུག་ཚོ་ཁམས་བཟང་དེའི་རྣམ་པ་ཚོ་ལས་ངས་སློབ་ཚན་བཞི་པ་དེ་ངོ་སྤྲོད་ཞུས་ཡིན་སློབ་ཚན་བཞི་པ་དེའི་ཚེག་འདས་ལ་ཡ་རྣམ་དབྱེ་དང་པོ་དང་སླར་བསྡུ་དེ་འདས་ཟིན་པ་ལ་ཡ་དང་པོ་དེའི་རྣམ་པ་ཚོ་ལས་ངས་རྣམ་དབྱེ་དང་པོ་སྐོར་ལ་མང་དུ་ངོ་སྤྲོད་ཞུས་ཡིན་དེ་ཡང་རང་ཚོ་ད་ཀློག་དེབ་ནང་ལ་གང་འཁོད་ཡོད་པ་དེ་དང་པོ་དེའི་ཕྱི་མ་རྣམ་པ་ཚོ་ལ་ཡ་ངོ་སྤྲོད་ཞུ་ན་བསམ་བྱུང། གང་ཞིག་དོན་གྱི་ངོ་བོ་ཙམ་བརྗོད་པ་རྣམ་དབྱེ་དང་པོ་ཡིན། གང་ཞིག་ཟེར་དུས་སམ་ལས་དངོས་པོ་གང་ཡང་རུང་བ་གང་ཞིག་དེའི་གལ་ནི་དོན་གྱི་ངོ་བོ་ཙམ་ཞེས་བརྗོད་པ་དེ་ལ་རྣམ་དབྱེ་དང་པོ། དཔེར་ན། ཁང་པ་ནང་ཞིག་དངོས་པོ་གང་ཡང་རུང་བ་ཞིག་གིས་དོན་གྱི་ངོ་བོ་ཙམ་སྟོན་པ་ཁང་པ་ཟེར་དུས་སམ་ལས་ཁང་པ་རང་མ་གཏོགས་ཁོ་རང་གི། ཁང་པ་རང་གི་ངོ་བོ་ཙམ་ཞིག་མ་གཏོགས་དེ་ལས་ལོགས་སུ་གྱུར་བ་ཅན་ནི་དོན་དག། ཁ་ཁས་མ་བདེན་པ་དེ་འདྲས་ཤིག་ལ་ཡ། ཨིན་ཡིག་གཙོ་བོ་དེ་དང་དེ་ལ་ཡ་རྣམ་དབྱེ་དང་པོ་ཞིག་བྱེད་འོང་འདུག་ཟེར་ཤག་ཨིན་གཤམ་ལ་ངའི་རྣམ་པ་ཚོ་ལ་ཡང་གོ་དོན་ཐོག་ནས་ཡ། འགྲེལ་བཤད་ཞུ་ཨིན། རྣམ་དབྱེ་དང་པོའི་གོ་དོན། ཆོས་གང་ཞིག་རང་གི་ངོ་བོ་གཞན་དང་མ་འདྲེས་པའི་ཆ་ནས་མིང་དུ་གྲུབ་པ་ནི་རྣམ་དབྱེ་དང་པོ་ཡིན། ད་ཆོས་གང་ཞིག་ཟེར་དུས་ཟེར་མ་ལ་སྐབས་དེ་ལ་ཡ་དངོས་པོ་གང་ཡང་རུང་བ་ཞིག་ལ་ཡ་ཁོ་ནའི་དྲིས་ལས་དཔེར་ན་ཚོགས་ཤིང་སྡོང་དང་ཅོག་ཙེ་དང་ཁང་པ་དང་འཛིན་ཁང་ལ་སོགས་པའི་དེ་འདྲའི་གའི་དངོས་པོ་གང་ཡང་རུང་བ་ཞིག་གི་ངོ་བོ་དེ་ཁོ་རང་གི་ངོ་བོ་དེ་གཞན་དག་མ་འདོད་པར་སུ་འདོད་བསམ་པ་ལ་དཔེར་ན་ངའི་འཛིན་ཁང་ལ་བ་ཡིན་ན་འཛིན་ཁང་ལ་འདོད་བསམ་པ་ལ་འཛིན་ཁང་ལས་ལོགས་སུ་གྱུར་བའི་དངོས་པོ། དཔེར་ན། ཅེས་དགའ། ཤིང་སྡོང་ལ་སོགས་པ་དེ་འདྲའི་དག་ངོ་བོ་དེ་མ་འདྲེས་པའི་ཆ་ནས་མིང་དུ་གྲུབ་པ་ཞིག་ལ་ཡང་རྣམ་དབྱེ་དང་པོ་གཟིགས་རེས་དཔེར་ན། གཤམ་ལ་ཡང་དཔེར་བརྗོད་དུའང། མིང་དང་མིག་དང་གཟུགས་སྒྲ་ཇི་མ་ལས་གྲངས་མང་གླང་ཆེན་ཞེས་བརྗོད་པའི་སྒྲ་ལྟ་བུ་ཡིན། དཔེར་ན་མིའི་ཟེར་དུས་སེམས་པ་ལ་མིས་བྱེད་ཅེས་ང་ཚོ་ལ་དུས་སེམས་པ་ལ་མིས་ལ་དུས་སེམས་པ་ལ་མི་ལས་ལོགས་སུ་གྱུར་བས་ནི་དངོས་པོ་གཞན་དཔེར་ན་ངས་ད་མིས་ལ་དུས་སེམས་པ་ལ་ཞེན་པ་དུད་འགྲོ་ལ་སོགས་པ་དང་མ་འདྲེས་པ་ཞིག་ལ་ཡང་མིས་དེ་ཡང་ན་ཞིག་མིག་ལ་དུས་སེམས་པ་མིག་རང་མ་གཏོགས་མིག་ལ་དུས་སེམས་པ་ལ། ངག་གི་དམིགས་བྱེད་ཀྱི་བརྗོད་བསྡུས་སྐབས་སུ་ཨ་ནི་ཅིག། མིག་ལ་བསྡུས་ཟིན་པ་ལ་ཁ་དང་ཡང་ཅིག། འབྲེལ་བ་མེད་པ་ཞིག་ཁ་དང་ངོ་བོ་མ་འདྲེས་པ་ཞིག་ལ་ཡང་བསྡུ་ས་ཡང་ན་མི་དང་པོ་ཟིག་རེད། དག་སྣང་ཞིང། གཟུགས། ཁ་བོ་ས་ཞིང་གཟུགས་གང་ཟག་གཟུགས་ལ་བསྡུས་ཟིན་པ་ལ་དབྱིན་སྐད་ཐོག་ནས་ཞུས་པ་ནི་ཤེབ་ཟིག་རེད་བ། དེ་གཟུགས་ལ་བསྡུས་ཟིན་པ་ལ་གཟུགས་རང་མ་གཏོགས་གཟུགས་ཕ་ཡུལ་ལ་ཡང་གཟུགས་རིང་པོ་ཅིག་འདུག་གཟུགས་ལ་དུས་གསུམ་པ་ལ་གཟུགས་རག་མ་འདུག་གཟུགས་ལས་ལོགས་སུ་གྱུར་པ་ནི་ང་ཚོ་ཡང་ཅིག་ག་སྒྲ་ལ་སོགས་པ་དང་དེ་འདྲ་དེ་ལ་ཅིག་ག་ཡང་མེད་པ་ཞིག་དེ་འདྲ་ཞིག་ལ་ཡང་ན་མི་དང་པོ་ཨེ་དག་ན་ཞེས་སྒྲ་ཟེར་དུས་གསུམ་པ་ལ་ཨམ་ཅོག་གིས་ནི་མཉན་བྱ་དེ་ལ་ཡང་ད་སྒྲ་ཞེས་ཞེས་ཟེར་གོ་ར་བ་དག་ན་ཞེས་ཕྱེ་མ་ལེབ་སྦྲང་མ་གླང་ཆེན་ལ་སོགས་པའི་དེ་འདྲའི་གས་ནི་མིང་བྱས་ལ་ཡང་ནི་རྣམ་དབྱེ་དང་པོ་ཟིག་རེད། དེ་ཡང་ནི་ཁོ་རང་གི་ངོ་བོ་དེ་བཞིན་དང་མ་འདྲེས་པར་བྱས་ལ་ཡང་ནི་རྣམ་དབྱེ་དང་པོ་ཟིག། ཐ་དད་གང་ལ་ཡང་རང་གི་ངོ་བོ་གཞན་དང་མ་འདྲེས་པ་ལས་དེ་ཡང་བ་ལ་ཡང་རྒྱ་གཅིག་ཐེངས་མ་གཅིག་ཏུ་ཟློས། ཆོས་གཞན་དང་མ་འདྲེས་པའི་ཚུལ་ནི་ད་གང་ལ་ཡ། ཨེ་ནི་དངོས་པོ་གང་ཡང་རུང་བ་ཞིག་ཁོ་རང་གི་ངོ་བོ་དེ་གཞན་དང་མ་འདྲེས་པ་ཇི་བྱས་གོ་དོན་སྐབས་སུ་ལས་སོ། དེ་ག་རང་ད། ཆོས་གཞན་དང་མ་འདྲེས་པ་ལ་འདོད་སྲིད་མོད་མ་འདྲེས་སྟངས་དེ་ག་འདྲི་འདྲོག་ཅི་རེད་ཞུས་པས་ན། གླང་ཆེན་ཞེས་བརྗོད་པའི་ཚེ་སྦྲང་མ་སོགས་ཀྱི་ངོ་བོ་གཞན་དང་མ་འདྲེས་པ་སྟོན་པ་ལྟ་བུ་ཡིན། དཔེར་ན་ང་ཚོ་ངག་ནས་གླང་ཆེན་ཞེས་ལབ་པ་ཡིན་ན། གླང་ཆེན་ཞེས་ཀྱི། ལ་དང་ལབ་པའི་སྐབས་སུ། ཨེ་ནི། གཅིག་སྦྲང་མ་དེ་ཚོ། དང་དག་སྣང་བཞི་ཕྱི་མ་སླེབ་དང་གཡག་དང་བ་ཆུ་ལ་སོགས་པའི་ངོ་བོ་དང་མ་འདྲེས་པ་ཞིག་ལ་ཡང་ཆོས་གཞན་དང་མ་འདྲེས་པ། དཔེར་ན་སྒྲོལ་མ་ལགས་པ་ཡིན་ན་ད་སྒྲོལ་མ་ལ་དུས་བསམ་པར་བུ་མོ་ཅིག་གི་མིང་རུ་བ་སོང་ཙང་སྒྲོལ་མའས་བྱས་བྱས་ལ་དུས་བསམ་པ་ལ་སྒྲོལ་མ་རང་མ་གཏོགས་སྒྲོལ་མ་ལས་ལོགས་སུ་གྱུར་བ་ཡིན་ན་བུ་མོ་གཞན་ལ་མ་འཁོད་པ་ཅིག་ལ་ཡང་སྒྲོལ་མ་ཟིག་རེད། སྒྲོལ་མ་ཟིག་རེད་ལ་དག་སྣང་བཞི་འདི་ཆོས་གཞན་དང་མ་འདྲེས་པ་ཟེར་དུས་བསམ་པ་ལ་འོང་འདུག་དེ་འདྲའི་ཞིག་ལ་ཡག་ཁུག་རེད། སྤྱིར་རྣམ་དབྱེ་དང་པོ་ནི་མིང་ལས་ལོགས་སུ་མེད་ཟིན་གཅིག་དང་ཆ་བཞག་པ་ཡིན་ན་རྣམ་དབྱེ་དང་པོ་ལ་དུས་སམ་ལ་ང་ཚོས་ནམ་རྒྱུན་རྣམ་དབྱེ་དང་པོ་སེ་དུས་སམ་ལ་དོན་གྱི་ངོ་བོ་ཙམ་སྟོན་པ་སེ་དོན་གྱི་ངོ་བོ་ཙམ་སྟོན་པ་སེ་ལ་དུས་སམ་ལ་ཨན་ཅིག་ང་ཚོ་དངོས་པོ་ག་རེ་ཡིན་ནའི་དེ་གི་ངོ་བོ་ཙམ་ཞིག་སྟོན་པ་དེ་ལས་རྣམ་དབྱེ་དང་པོ་སེ་ཞེས་ཟེར་བ་རོ་བ་དེ་དུས་སམ་ལ་ཡ། རྣམ་དབྱེ་དང་པོ་ལ་ནི་ལས་རེད་ཨན་མིང་ལ་ནི་རེད་འདི་གཉིས་ཨན་རྣམ་དབྱེ་དང་པོ་སྟེ་གཅིག། མིང་ལས་ལོགས་སུ་ཐ་དད་དབྱེ་ཡ་དབྱེ་བ་ཡིན་ན་དབྱེ་བ་དེ་འདྲ་བྱ་ཡ་ཡོད་མ་རེད་སེ་དེ་དུས་སམ་ལ་ང་ཚོ་མིང་ལ་ནི་རེད། ནི་རྣམ་དབྱེ་དང་པོ་ལ་ནི་དོན་དག་གཅིག་པ་གཅིག་ཀྱང་རེད། དེ་ཞུ་བ་ལ་ཐང་ཚོ་ལོག་དེབ་ནང་ལ་མེད་པའི་སྟངས་རྣམ་པ་ཚོ་ལ་ཡང་མིང་གི་སྐོར་ལ་ཏིག་ཀྱང་ཞུ་ན་བསམ་བྱུང། དཔེར་ན་ད་མིང་གི་ངོ་བོ་འདྲ་བོ་ཆགས་བཞག་པ་ཡིན་ན་མིང་ལ་ཡི་དེ་ག་འདྲའི་འདྲ་བོ་ཅིག་ལ་ཏང་ཚོགས་མིང་བྱེད་ཀྱི་ངོས་འཛིན་གནང་དགོས་རེད་ཞུ་བས་ན་མིང་ནི་ཡི་གེ་དུ་མ་འདུས་པ་ཡིན་ཏེ། མིང་ལ་ཡི་དེ་ཡི་གེ་དུ་མ་ཟེར་དུས་སམ་ལ་ཡི་གེ་མང་པོ་ཞིག་འདུས་ཆེ་མིང་ལ་ཡི་དེ་ཆགས་ཀྱི་རེད། དཔེར་ན། ཞིང་ཁ། དགོན་པ། སྡེར་མ། མེ་ཏོག་སོགས་ཀྱི་ཚེ་དེ་ནང་ལ་ཞིང་ཁ་ལ་འདུས་སམ་ལ་ཞིང་ཁ་དེ་ལ་ཆ་བཞག་པས་ན་ཡི་གེ

སྔོན་འཇུག་ད་དང་མིང་གཞི་ག་དང་དེ་ལ་ཡང་ཡང་ན་རུ་བྱེད་ཀྱི་རྗེས་འཇུག་ན་དང་མིང་གཞི་པ་བྱ་ཀྱི་ཤི་ནས་བསྒོམ་པ་བྱེད་ཀྱི་ཆ་དུས་གསུམ་པ་ལ་དེ་འདྲའི་བྱེད་ཀྱི་ཡི་གེ་མང་པོ་བསྡུས་ནས་ནི་གཞི་ནས་ནི་མིང་ལ་ཡི་དེ་བྱའོ་རེད་ད་ནི་ཤིང་དེར་མ་མེད་དོ་གཅིག་པ་གཅིག་ཡང་རེད་ད་ཕྱིན་ན། ཡི་གེ་མང་པོ་ཞིག་བསྡུས་ནས་མིང་ཆགས་ཀྱི་ཡོད་ན་ད་ང་ཚོ་ཕ་ལ་ཡ་དེ་པ་ལ་ལ་ང་ཚོ་ཕ་ཟིག་རོ་དེ་ནས་ཨ་མ་ལ་ལ་མ་དང་ང་ཚོ་ཐུ་ཡ་གི་ཆ་ལ་ཡ་ཆ་ཆ་རྐྱང་བྱས་ད་ནང་བཞིན་ཤ་ལ་ཡ་ཤ་གཅིག་པུ་ད་དེ་འདྲས་ད་ང་ཚོ་ཡང་མིང་དེ་འདྲས་ཡོད་རེད་བ་སོང་ཙང་དེ་གའི་དེ་ལ་ཡང་ཡི་གེ་མང་པོ་ཞིག་མི་བསྡུ་བ། འདི་ཡི་གེ་རྐྱང་པ་རེ་བསྡུ་བ། འདི་ག་འདི་རེད། ཇི་ལྟར་ཡིན་ནམ། འདི་ག་འདི་ཆག་གོ་རེ་བའི་ཞུས་ན་ཞུས་པས་ན། དེ་ལྟའི། དང་གཙོ་བོ་ཕ། གཅིག་དང་དང་ཕ་དང་མ་དང་བྱ་དང་ཤ་ལ་སོགས་པ་འདི་གའི་སྡེ། ཕ་རྟག་ཏུ་སེམས་པ་ལ་ཡིག་རྐྱང་པ་རེ་དེ་ཡི་ནས་ལས་དོན་དངོས་ཐོག་འདི་ཚོ་ལ། ནི་རྗེས་འཇུག་ཧ་ཡོད་རེད། དཔེར་ན་ཕ་ལ་ཆ་བཞག་པ་ན། དེ་ལ་རྗེས་འཇུག་ཧ་ཡོད་རེད། མ་ལ་ཆ་བཞག་པ་ནི་མ་མ་བྱས། ཆ་ལ་ཆ་བྱ། ཤ་ལ་ཡིན་ན་ཡང་རྗེས་འཇུག་ཧ་དུ་སུ་ཡོད་རེད། ཡིན་ནའི་ལེགས་དེ་གས་དེ་བཏང་རྫོགས། ཉི་མ་སྐྱེས་ས་ཆའི་སྐབས་སུ་ད་དུ་སི་གིས་དེ་གས་དེ་ནི་དུ་སི་ད་མས་བ་བཟོས་པར་བ་ཞུ་གོ་ད། དེ་སྔས་ལ་དེ་འདྲ་ད་བྲིས་སོའི་ཕ་ལ་ཕ་ཞེས་བྱས། རྗེས་འཇུག་ཧ་བྲིས་སོའི་ཡོད་རེད་དེ་དེ་ཞུ་གོ་སྐྱེས་ས་ཆའི་སྐབས་སུ་དེ་ཡིག་ཚོགས། མ། དུ་མ་འདོད་ཆེད་དུ་དུག་ལྟ་ཀུན་བཤགས་པར་བ། སོགས་མཛངས། གཏང་རྫོགས་ཡི་གེ་རྐྱང་པ་དེ་འདྲ་མཐོང་བས་ནས་འདི་ཡི་རྐྱང་པ། དད། ཀྱི་ཞུ་སྒོ་ལ། རྗེས་འཇུག་ཨ་དད་ཡོད་ཡོད་པ་རེད། དེ་ཡི་འདུས་བསམ་པ་ལས་རྣམ་པ་མཛོད་ཡང། མཛོད་ཀྱི་རྐྱང་པ་གི་མིང་དེ་གའི་དེ་ཡང་ཡི་གེ་དུ་མ་མི་འདུ་བ། ཡི་གེ་མང་པོ་ཞིག་མི་འདུ་དེ་ཡི་ནི་ཁོ་མིང་ཆགས་ཀྱི་འདུ་བ་བསམ་པ་ཡིན་ན། དེ་ལ་ཡང་རྗེས་འཇུག་ཧ་ཡོད་རེད། ད་ལྟའི་རྗེས་འཇུག་ཨ་ཡོད་པའི་རྒྱུ་མཚན་ག་རེ་ཞུས་པས་ན་དང་དུ་བརྡ་སྤྲོད་ནང་ལ་རྗེས་འཇུག་བཅུ་པོ་མ་ཞུས་ན་མིག་ཤེལ་སྦྱོར་བ་ཡོད་མི་སྲིད་ཟིག་འདུག་ད་རྗེས་འཇུག་བཅུ་པོ་དེ་ང་ཚོ་མ་ཞུས་པ་ཡིན་རྗེས་འཇུག་བཅུ་པོ་མ་ཞུས་པ་ཡིན་ན་ནི་མིང་ལ་ཡ་ཅི་ནི་ད་ང་ཚོ Judge དེ་འདྲ་ཡོད་མ་རེད་དེ་འདུས་ས་མ་ལ་ཡ་མིང་ག་རེ་ཡིན་ནའི་ལི་རེད་དེའི་ལི་ཡ་རྗེས་འཇུག་ཡོད་རེད་ཅེས་བྱུང་འདུག་ཞུས་ཡིན་ཨེ་འདི་ཞུ་གི་ལ་དྭགས་རྫོ་མིང་དེ་ལ་དབྱེ་བ་བཞག་པ་ཡིན་ན་གཅིག་དང་མིང་གི་དབྱེ་བ་དེ་དབྱེ་བ་མང་པོ་བཞག་གི་འདུག་དཔེར་ན་ད་ངས་དེ་ལ་རྣམ་པ་གཉིས་མ་དུ་བཞག་མེད་དུས་བརྒྱད་དང་རྗེས་གྲུབ་བྱེད་ཀྱི་མིང་དེ་ལ་དབྱེ་བ་ཡིན་ན་དུས་བརྒྱད་ཀྱི་མིང་དང་རྗེས་གྲུབ་ཀྱི་མིང་བྱེད་ཀྱི་གཉིས་ལས་བཞག་མེད་དེ་དེ་ལ་ཡང་ཁ་ཤས་ཀྱིས་ད་དབྱེ་བ་མང་པོ་བྱེད་ཀྱི་ད

ཚོད་ཟོས་ཀྱི་འདོད་པ། ང་འདོད་པ་ཡོད་ང་འདི་ལས་ཀ་འདི་བྱས་ནས་འདོད་པ་ཡོད་ཟེར་གྱི་འདོད་ཟེར་གྱི་འདོད་བོ་དེ་རེད། འགལ་ཟེར་དུས་ཟམ་པ་ལ་འདོད་པ་དེ་ལས་འགལ་བ། ཁྱེད་རང་གི་འདོད་པ་གང་ཡོད་པ་ཡིན་ན་ཡང་དེ་ཡི་དེ་ཁྱེད་རང་གིས་བྱས་ཤག་པ་ཡིན་ན་དེ་འདོད་པ་དེ་ལས་འགལ་བར་བ། འདོད་པ་དེ་གཞི་བཟུང་བསྒྲུབ་པ་ཡིན་ན་དེ་ལས་ནི་འདོད་འགལ། དེ་འདོད་ཟམ་པ་ད་འདོད་འགལ་ལ་འདོད་ཟམ་པ་ལ་དོན་འདོད་ནི་གཉིས་མ་གདའ། ང་ཚོ་སྙེ་མ་གི་མེས་པོ་དེ་ཚོ་གི་མིང་བཏགས་ཡོང་དུས་བསམ་པ་ལ་མིང་དེ་ལ་ཡ་འབྲེལ་ཞིག་མེད་པའི་ཐོག་ནས་སོ་སོ་གི་གང་འདོད་འདོད་མིང་བཏགས་བཞག་པ་ཞིག་ལ་ཡ་དུས་ཀའི་གཟིགས་རེད་ལ་ད་ནང་བཞིན་དུས་ཀའི་ཟེར་དུས་བསམ་པ་ལ་ཅིག་མིང་ལ་ཡ་འབྲེལ་ཤིག་རྒྱག་ཡ་མེད་པ་དེ་ལ་དུས་ཀའི་ཟེར། འབྲས་སྒྲུབ་ཟེར་དུས་བསམ་པ་ལ་ཡ་མིང། དེ་ལ་ཡང། འདྲི་གཞི་བརྒྱ་ཡོད་པ་དེ་ལ་ཡང་རྗེས་སྒྲུབ། རྗེས་སུ་སྤྲུལ་པ། ཏེ་དེའི་ནང་དང་པོ་བདུད་བགེགས་ཀྱི་མིང་ཆ་བཞག་པ་ཡིན་ན་ཉི་མ་ཟླ་བ་ཆུ་རླུང་ཁང་པ་རྣམས་ཞེས་བྱའི། ཏེ་དེ་ནང་ནས་ཉི་མ་དང་ཟླ་བ་དང་ཆུ་རླུང། ཁང་པ་རྣམས་ལ་སོགས་པ་དེ་གའི་བརྡས། གཅིག་གི། ད་ང་རང་ཚོའི་སྙེ་མ་གི་མེས་པོ་དམ་པ་དེ་ཚོས་ཀྱང་ནི་འདུག་ད་མིང་དེ་བཏགས་ཡོང་དུས་བསམ་བློ་སོ་སོས་ཀྱི། འདོད་པ་ལ་སོ་སོས་ཀྱི། ནི། བློ་ལ་ཡང་ག་རེ་ཤར་ནས་ལས་དེ་ད་འདུག་མ་མིང་བཏགས་བཞག་པ་རེད་མ་གཏོགས་དེ་ལ་ཡང་མིང་དེ་ལ་ཡང་ད་དེ་འདྲའི་བཏགས་ཡས་ཀྱི་རྒྱུ་མཚན་དང་དེ་ལ་འགྲེལ་བཤད་ག་རེ་ཡོད་མེད་དེ་ནི་དེ་ཁ་ད་ཁོང་ཚོ་གི་དེ་འདྲའི་བསམ་བློ་ཁ་གས་མ་འདང་བ་ཆེ་ར་དེ་ག་བཏགས་བཞག་པ་ཡིན་དུས་བསམ་བློ་དེ་ལ་འདོད་ཀྱི་མིན། དེའི་འདུས་ཟིན་པ་ལ་རྗེས་གྲུབ་ཀྱི་མིང་སྲིད་འདུས་ཟིན་པ་ལ་རྒྱུ་མཚན་བཤད་རྒྱུ་ཡོད་པ་ཀྱི་མིང་དེ་ལ་ཡང་རྗེས་གྲུབ་ཀྱི་མིང་ཟེར་གོ་རེད། དཔེར་ན་གསེར་ཁང་ལ་ན་གསེར་གྱི་ཁང་པ་དེ་ལ་ཡང། ཁོ་རང་རྒྱུ་ཕྱི་གསལ་དང། དེ་ལས་གྲུབ་བྱ་རྒྱུ་ཡིན་པ་སོང་ཙང། དེ་གི་ཁང་པ་དེ་ལ་ཡང་གསེར་ཁང། སློབ་གྲྭ་སྲིད་འདུས་ཟིན་པ་ལ་སློབ་སྦྱོང་བྱེད་སའི་གྲྭ་གྲའམ། གྱི་གྲས་ཡིན་པ་སོང་ཙང་སློབ་གྲྭ་དང། དང་ན་གཞོན་བཟོ་གྲྭ་ཟེར་དུས་བསམ་པ་ལ་བཟོ་ལས་བྱེད་སའི་གི་གྲའམ་གྲས་ཡིན་པ་སོང་ཙང་དེ་ལ་ཡ་བཟོ་གྲྭ་དང། དང་ན་གཞོན་ལག་ཐོགས་ཧ་བ་ལ་ན་འདུག་སྟེ་ལག་པ་ལ་ཐོགས་ཞེས་འདུག་སྟེ། ལག་པ་ལ་ཐོགས་ནས་ཁྱེད་ཡིན་པ་དེ་འདྲའི་གི་ཁ་བ་དེ་ལ་ཡ་ལག་ཐོགས་ཧ་བ་ཞེས་བྱའི་དོན་དུ་འདུག་ཅེས་བྱའི་རྗེས་གྲུབ་ཀྱི་མིང་ཟེར་དུས་སེམས་པ་འདྲེ་བཞི་བརྒྱ་ཡོད་པ་དེ་ལས་རྗེས་གྲུབ་ཀྱི་མིང་དང། ནི། བདུད་བགེགས་ཀྱི་མིང་ཟེར་དུས་སེམས་པ་ལས་དེ་ལ་ཡང་འདྲེ་བཞི་བརྒྱ་མེད་པ་དེ་ལ་ཡང་བདུད་བགེགས་ཀྱི་མིང་ཟེར་གྱི་འོང་འདུག་ཟེར། འདི་ཞུ་གུ་ལགས་ངའི་རྣམ་པ་ཚོ་ལ་ཡང། ནི་ང་ཚོ་བྱ་ཚིག་ལས་གྲུབ་པའི་མིང་ཡོད་རེད་ལ་དེའི་ཕྱིར་རྣམ་པ་ཚོ་ལ་མ་དངུལ་རེ་ཞུ་ན་བསམ་སོང། དཔེར་ན་བྱ་ཚིག་ལས་གྲུབ་པའི་མིང་ཆ་བཞག་པ་ཡིན་ན། བྱ་ཚིག་ནང་ནས་བྱ་ཚིག་དུས་ད་ལྟ་བ་ལ་ཆ་བཞག་པ་ཡིན་ན། དང་པོ་དེ་བྱ་ཚག་ད་ལྟ་བ་ལས་གྲུབ་པའི་མིང། སློབ་མ། སློབ་ལ་དུས་སམ་ལེགས་ཀྱིས་ང་ཚོ་བྱ་ཚིག་ད་ལྟ་བར་བ་སོང་ཙང་དེ་ལས་གྲུབ་པའི་མིང་དེ་ལ་ཡང་སློབ་མ་ཞེས་ད་ནི་ཞེས་སློབ་ཕྲུག། ལྷམ་གྲོགས། གྲོགས་དེ་ནི་དུས་ད་ལྟ་བ་ལས་གྲུབ་པར་བ་གྲོགས་དུས་སམ་ལྷམ་གྲོགས་དུས་སམ་ལ་རྒྱུགས་གྲོགས། ད་ནི་གསོག་འཇོག་དུས་སམ་ལ་གསོག་པ་དང་འཇོག་པ་གཉིས་ཀ་ལོ་དུས་ད་ལྟ་བ་རེད། གསོག་འཇོག་ཟེར་གྱི་ཟ་མ་ལང་ཚོ་མང་པོ་བྱས་རྒྱུ་ནོར་མང་པོ་བྱས་བསགས་པ་དེ་ལ་ཡང་གསོག་འཇོག་བྱས་པ། ཨ་ནི་བསྒྱུར་རྩོམ་ཟེར་དུས་ཟ་མ་ལང་ཚོ་ཨིན་སྐད་ནས་བོད་ཡིག་ལ་བསྒྱུར་ནས་ལས་རེད་བོད་ཡིག་ནས་ཨིན་སྐད་ལ་བསྒྱུར་བ་ཡིན་ནི་རེད་གང་ལྟར་སྐད་ཡིག་གཅིག་ནས་གཅིག་ལ་བསྒྱུར་བ་དེ་ལ་ཡང་བསྒྱུར་རྩོམ་བྱས། ཨ་ནི་ཟ་མ་ཟེར་དུས་ཟ་མ་ལ་ཡང་ཁ་ལག་ལ་ཡང་ཟ་མ་དང། སྡོམ་པ་ཟེར་དུས་ཟ་མ་ལ་ཨ་ནི་རྒྱའི་ཚུལ་ལོ་ང་ཚོ་ཀུ་ཤུ་ལ་དང་ཨ་ནི་ལ་དེ་ཚུལ་གྱི་གསུང་ཡས་ཀྱི་སྡོམ་པ་དེ་ལ་ཡང་གཅིག་ང་ཚོ་སྡོམ་པ་ཟེར་གྱི་གོ་རོ་བ། འདིར་ཆོས་སྐུ་གསུང་མ་ཟིན་དུས་གསུམ་པ་ལ་ཡང་མཐའ་མཚམས་ལ་ཡང་ནི། ང་ཚོས་རྒྱལ་སྲིད་སྲོལ་རྒྱལ་ནི་མཐའ་མཚམས་སྲོལ་ངན་རྒྱལ་ནི་དམག་མི་འདི་ཚོ་ལ་ཡང་གསུང་མ་ཟིན་ཞེས་བྱའི་དོན་དུ་འདི་གའི་གདན་ནི་ག་རེ་ཆགས་འདོད་ཀྱི་འདུག་ཞུས་པས་ནི་བྱ་ཚིག་ད་ལྟ་བ་ལས་གྲུབ་པའི་མིང་རེད། དེ་ནས་གསུམ་པ་ལ་མིང་ཁ་ཤས་ནི་བྱ་ཚིག་ད་ལྟ་བ་ལས་གྲུབ་དགོས་རེད་ལ་ད་ནང་བཞིན་ཁ་ཤས་མ་འོངས་པ་དང་འདས་པ་དང་སྐུལ་ཚིག་ཚང་མ་ལོ་ལ་གྲུབ་དགོས་ཀྱི་ནི་མིང་ཡོད་རེད་བ། དེ་བྱ་ཚིག་ད་ལྟ་བ་བྱས་གཉིས་པ་དེ་བྱ་ཚིག་མ་འོངས་པ་ལས་གྲུབ་པའི་མིང་ཆགས་བཞག་པས་ན་བསླབ་བྱ། ཕ་མ་དང་དགེ་རྒན་གྱིས་གནང་བའི་བསླབ་བྱ་བསླབས་ཏེ་ནི་བྱ་ཚིག་ད་ལྟ་མ་འོངས་པ་རེད། དེ་ཞུ་སྒོ་བརྟག་དཔྱད་བརྟག་དཔྱད་ལ་དུས་ཟིན་པ་ལ་ང་ཚོས་སྨན་པ་ཡིས་ང་ཚོ་བརྟག་དཔྱད་བཏང་གི་འདུག་དེ་ཡང་ནི་བྱ་ཚིག་མ་འོངས་པ་ལས་གྲུབ་པའི་མིང། བཟའ་ཟླ་ཟེར་དུས་ཟམ་པ་ལ་ནི་ཁྱོད་ཡིན་ན་སུ་སུའི་སྐྱེས་དམན་ལ་ཡང་བཟའ་ཟླ་ཟེར་བ། ནི་དེ་གི་བར་བཟའ་བཟའ་དེ་ནི་ང་ཚོ་དུས་མ་འོངས་པའི་རེ་བ་དེ་ལས་གྲུབ་པའི་མིང་བཟའ་ཟླ་བྱས། བཟའ་བ་ལ་དུས་ཟིན་པ་ལ་ཁ་ལག་བཟའ་བ་གི

དུས་འདས་པ་ལས་གྲུབ་པའི་མིང་དུ་བྱ་སྟེ་འོ་རེན་ཐ་མ་དེ་ལ་ཡང་སྐུལ་ཚིག་ལས་གྲུབ་པའི་མིང་ཆ་བཞག་པ་ཡིན་ན་ཆིངས་ཡིག། ཆིངས་བརྡ་ཡིག། ཆིངས་ཟེར་དུས་ཟེར་མ་ལ་སྐུལ་ཚིག་ལང་རྫོགས་ཆིངས་ཟེར་གྱི་ར་བ་ཅིང་ཅག་ཅིང་ཅེ་ཅིང་ཆིངས་ཞེས་བྱའི་ར་བ་ཆིངས་ལ་དུས་ཆིངས་ཡིག་ཟེར་དུས་ཟེར་མ་ལ་ཡང་རྒྱལ་ཁབ་གཉིས་བར་ལ་ཡང་གྲོས་འདུས་བྱས་ཞེས་དང་མ་འོངས་པ་ལང་རྫོགས་དམངས་རྒྱལ་ཁབ་མན་ཞེས་བྱའི་བར་ཚུལ་དང་ཁོ་རང་གཉིས་ནང་ཁུལ་ལ་ཡང་གཅིག་གི་གྲོས་བསྡུར་བྱེད་སྤྱད་ནི། ཆིངས་ཡིག་བཞག་གི་འདུག་དཔེར་ན་ཨིན་སྐད་ཐོག་ནས་ཞུས་པ་ན Agreement ཟེར་གྱི་རེད། འོ་འདུག་ཆིངས་ཡིག་བཅས་ཞུ་གཏུག་ཟེར་དུས་སེམས་པ་ལ་ནི་ང་ཚོ་ཁྲིམས་དེ་འདྲ་གཏུག་དུས་སྐབས་སུ་ནི་ཞུ་གཏུག་རྒྱག་པ་དང། དུས་རྒྱུན་ཟེར་དུས་སེམས་པ་ལ་སྐྱར་ནས་ཡང་བསྐྱར་ཡང་བསྐྱར་བཤད་པ་དེ་ལ་ཡང་དུས་རྒྱུན་ཟེར་བ། གང་ལྟར། བསྐྱར་ཟློས་བྱས་པ་དེ་ལ་ཟློས་སྐྱོན་དང་ཁྱོད་སྙོམས་ཟེར་དུས་བསམ་ལ་ཁྱོད་སྙོམས་པོ་ཟེར་དུས་བསམ་ལ་ཡ། ཅིག་ཐོན་མིས་མ་ཤོད་པ་ཁྱོད་སྙོམས་པོ་ཏག་ཏག་ཡོད་པ་དེ་ལ་ཡ་ཁྱོད་སྙོམས་པོ། ལ་ཟེར་དེའི་དུས་དེ་གའི་དེ་ནི་དུས་འདས་པ་དང་མ་འོངས་པ་དང། དག་ནི་སྐུལ་ཚིག་ལས་གྲུབ་པའི་མིང་སྟེ་དུས་ཆ་དེའི་མདོ། དག་ནང་བཞིན་སྟངས་གཙོ་མིང་གཞན་པ་ཡང་གཙོ། དུས་ད་ཅི་དང་བྱེ་བྲག་གཉིས་ལས་གྲུབ་པའི་མིང། ཅི་དང་བྱེ་བྲག་གཉིས་ལས་གྲུབ་པའི་མིང་ཟེར་དུས་ཅི་ཟེར་དུས་བསམ་ལ་ད་མི་ལ་ནི་ཅི་རེད་ལ། བྱེ་བྲག་ཧན་ག་རེ་ཆགས་འདུག་རེད་ཞུས་པས་ན་བུ་དང་བུ་མོ་ལ་སོགས་པ་དང་དེ་གའི་དེ་ནི་ག་རེ་བྱེ་བྲག་རེད་བ་དེའི་འདོད་བསམ་པ་ལ་ཡང་སྤྱི་དང་བྱེ་བྲག་གཉིས་ལས་བསྒྲུབ་བྱ་རྒྱུད་ཀྱི་མིང། ཡང་ཁ་ཤས་ཕྱི་མ་རྣམས་པ་ཚོ་ལ་མང་བ་རེ་ཞུ་གི་ཡིན་དང་པོ། སྤྱི་ལས་བསྒྲུབ་པའི་མིང་ཆ་བཞག་པས་ན་མི། སེམས་ཅན་ཤིང་སྡོང། ཞེས་བྱེར་བ། སློབ་གྲྭ་བློན་ཆེན། སྨན་པ་དགེ་རྒན་ནང་པ་རྒྱལ་ཁབ། ཁ་ལོ་བ་བཟོ་པ་ཟེར་བྱེད་འདི་གའི་དེ་ནི་སྤྱི་ལས་གྲུབ་པའི་མིང་རེད། ཨན་བྱེ་བྲག་ལས་གྲུབ་པའི་མིང་ཆ་བཞག་པས་ན་སྒྲོལ་མ། དེ་སྒྲོལ་མ་ཟེར་དུས་སུ་སྒྲོལ་མ་བྱེ་བྲག་ག་འདྲས་ཆགས་ཡོད་རེད་ཞུས་པས་ན། དཔེར་ན་མིག་ལ་ན་སྤྱིའི་རེད་བ། ཨན་དེ་གི་བྱེ་བྲག་དེ་ནི་སྒྲོལ་མ་ལ་དུས་སམ་ལ་ནི་མིག་གི་བྱེ་བྲག། ཨན་བུ་མོ་ཡིན་པ་བྱས་བུ་མོ་ཡིན་པ་གང་ཞིག་ལ་ནི་དེ་སྒྲོལ་མ་ལ་དུས་སམ་ལ་ནི་བྱེ་བྲག་ཅིག་ཆགས་འདུག་ལ་དྭགས་ན་བཞིན། ཨ་ནི་ངའི་སེམས་ཅན་ལ་དུས་སམ་ལ་ནི། སེམས་ཡོད་ཡོད་ཚང་མ་ལ་སེམས་ཅན་ཟེར་བ་ཡིན་ནའི་ལས་ཞིབ་འབྲུ་ལབ་པ་ཡིན་ན་ནི་སེམས་ཅན་གྱི་ཕྱི་རབས་པ་ཅི་ཡང་ཞིབ་འབྲུ་ཆགས་འགྲོ་གི་རེད་ད་ནང་བཞིན་ཤིང་སྡོང་སྡོད་བསམ་པ་ལ་ཡ་ཤིང་སྡོང་གི་རིགས་ཡོད་དོ་ཅོག་ཚང་མ་ལ་འཁོར་བ་ཡིན་ནའི་ལས་ཡང་ཁམ་སྡོང་ལབ་པ་ཡིན་ན་ཁམ་སྡོང་ལ་སྡོད་བསམ་ལ་ཁམ་བུ་གྱི་སྡོང་པོ་ལ་ཡང་ཁམ་སྡོང་ཟེར་བ་ཤིང་སྡོང་ཕྱི་རབས་པ་ཅིག་ལ་དམིགས་སུ་བཀར་ནས་ཁམ་སྡོང་ཞེས་བྱེད་འོང་འདུག་ཟེར་ཨ་ནི་བྲིས་དེབ་ད་བྲིས་དེབ་དེ་ག་རིགས་ཀྱི།

ད་དེ་གི་བྱེ་བྲག་པ་བུད་མེད་ལ་འདོད་བསམ་ལ་ཡང་དེའི་བྱེ་བྲག་པར་བྱའོ་རེ་དེའི་འདོད་བསམ་པ་ལ་ཡང་སྤྱི་དང་བྱེ་བྲག་གཉིས་ལས་གྲུབ་པའི་མིང་ཞེས་བྱ་བོང་དུག་ད་དེ་རིང་རྣམ་པ་ཚོ་ལ་ངས་ད་མིང་གི་སྐོར་ལས་དུག་ཟ་དོགས་དུས་ཕྱི་མ་དུག་ཟ་ངོ་རེ་ཞུ་ཡིན་ལ་ཟེར།